ཆུ་ཚན་ནི་རང་བྱུང་གི་ལུང་ཞིག་ཡིན་པ་དང་བོད་ཀྱི་གསོ་བ་རིག་པའི་གཞུང་ནས་དེའི་ཕན་ཡོན་རྒྱ་ཆེར་གསུངས་ཡོད་པ་རེད་དེ་ཡང་རྡོ་སོལ་ཡོད་པའི་ས་ཕྱོགས་སུ་བརླན་ཕྱིན་གྱི་ཆུ་བརྡོལ་བ་ལས་ཆུ་ཚན་བྱུང་བ་དང་དེའི་གྲུབ་ཆའི་ལྟེབ་རྫས་ནི་མེ་ཡི་ཁམས་ཤས་ཆེ་བའི་རྡོ་སོལ་དང་གཏེར་རྡོ་གཞན་དག་སྟེ་ཅོང་ཞི། མུ་ཟི། བྲག་ཞུན། ཅོང་ཞི་མུ་ཟི། མུ་ཟི་བྲང་ཞུན་བཅས་འདྲེས་པ་ལས་ཆུ་ཚན་གྱི་རྩ་བའི་རིགས་ལྔ་ཡོད་དོ། བྱེ་བྲག་ཏུ་དབྱེ་བ་བརྒྱ་རྩ་གཅིག་དང་སྨན་ཆུ་དག་ཕན་ཚུན་འདྲེས་པ་ལས་ཆུ་ཚན་གྱི་རིགས་དཔག་ཏུ་མེད་པ་ཡོད་པ་དང་གཏེར་རྫས་དེ་དག་དང་འདྲེས་པའི་ཆུ་ཚན་གྱི་ཁ་དོག་དང་དྲི་རོ་ཡང་མི་འདྲ་བ་ཡོད་པར་བོད་ཀྱི་གསོ་རིག་གི་གཞུང་དག་ལས་གསུངས་ཡོད། ཆུ་ཚན་དུ་ཞུགས་པའི་དུས་ཚོད་ཡག་ཤོས་ནི་དཔྱིད་ཀའི་ཟླ་བ་གསུམ་དང་སྟོན་ཀའི་ཟླ་བ་གསུམ་གྱི་རིང་ཡིན་པ་དང་ལྷག་པར་དུ་སྐར་མ་རེ་ཞེས་བྱ་བའི་དུས་ཡིན་འདུག་ལ། ཆུ་ཚན་དུ་བཞུགས་སྐབས་ཁྲག་ཤེད་དང་རླུང་ཤེད་ཆེ་བ་སྙིང་ནད་ཅན་རྣམས་ཀྱིས་གཟབ་དགོས་པ་གསུངས་འདུག་ཆུ་ཚན་གྱི་ཕན་ཡོན་ནི། གྲུབ་བྱེད་ཀྱི་ཏི་ཚད་མི་འདྲ་བ་ལ་བརྟེན་ནས་ཕན་ཡོན་མི་འདྲ་བ་ཡོད་ཀྱང། སྤྱིའི་ཕན་ཡོན་ནི་གྲང་རླུང་དང་འབྲིག་སྒྲོམ་དུག་ནད་རིགས་རྩ་དཀར་ནད་སོགས་དེ་བཞིན་རླུང་འཕྲིན་བད་ཀན་གྱིས་མཚོན་པའི་དོན་ལྔ་སྣོད་དྲུག་གི་ནད་རླངས་ཕྱིར་དོན་པ་སོགས་ཀྱི་ཕན་ཡོན་ཆེ་བར་གསུངས་ཡོད་གོང་དུ་ཆུ་ཚན་གྱི་བྱུང་བ་དང་ཕན་ཡོན་སོགས་ཞུས་པ་བཞིན་མ་ན་ལི་ཆུ་ཚན་ཡང་རྒྱ་གར་དང་བོད་རིགས་ཀྱི་ནད་པ་ཚོས་ཕན་ཐོགས་ཧ་ཅང་གི་ཆེ་བར་བཤད་དེ་བརྩི་མཐོང་ཆེན་པོ་བྱེད་ས་ཞིག་ཏུ་ཆགས་ཡོད་ལ་ལོ་ལྟར་མི་མང་པོ་ཞིག་ཆུ་ཚན་དུ་འཚང་ཁ་ཤིག་ཤིག་གིས་ཞུགས་ཀྱི་ཡོད་པ་རེད། ལྷན་རྒྱས་སྐུ་ཁམས་བཟང། ང་ད་ལྟ་མ་ནར་ལི་ཡི་ཀ་ལ་ཐའི་ཆུ་རྫིང་གི་ཉེ་འགྲམ་ལ་ཡོད། དེ་རིང་ང་ཚོའི་གི་ལི་ཚན་འདི་གི་བརྒྱུད་ནི་ཀ་ལ་ཐའི་ཆུ་རྫིང་ལ་ཡ་ད་སེར་སྐྱ་ཕོ་མོ་མང་པོ་ཞུགས་ཤི་ཕེ་ནང་ཤ་ཁོང་རྣམ་པ་ལ་ཡ་ང་ཚོའི་གི་ལི་ཚན་འདི་གི་བརྒྱུད་བྱས་ཁོང་རྣམ་པ་དེ་ཕེ་བའི་གི་བརྒྱུད་རིམ་བཅོས་ལ་ཡ་ཅི་གཟུགས་པོའི་ཐོག་ལ་ཡ་སྔོན་མ་དང་མ་འདྲ་བའི་ཕན་ནུས་ག་རེ་ཐོན་ཡོད་མེད་སྐོར་ལ་བཅར་འདྲི་ཞུ་བ་ཡིན། རྒན་ལགས་ལ་འཚམས་འདྲི་ཞུ་བ་དང། ཨ་ནི་དགེ་ལགས་ཁྱང་ད་ལྟ་དེ་ལ་ཡར་ཕེབས་རྗེས་དུས་ཚོད་ག་ཚོད་ཕྱིན་ཡོད་མེད་དང་ད་ནི་ཞིག་དགེ་ལགས་ཁྱེད་རང་ཆུ་སྲིན་རྒས་པའི་བརྒྱུད་རིམ་ཁྲོད་ལ་ཅིག་ཕན་ནུས་ཐོན་ཡོད་མེད་གང་ལ་ང་ཚོར་གོ་ཐུས་གསུངས་རོགས། བཀྲ་ཤིས་ལགས་ང་ད་ལྟ་དེ་སྦུན་ཟླ་ལ་བསྡད་ཀྱི་ཡོད་དེ་འདི་ཆུ་རྒྱལ་ཁ་ལས་གཙོ་བོ་འགྲམ་དེ་ད་ལྟ་རྐང་པ་གི་གྲུམ་བུ་དང་ཨ་ནི་ཕོ་བ་དང། དེ་འདྲས་ཀྱི་ད་ན་ཚ་གཅིག་ཡོད་དུས་དེ་ནི། ད་ནི་དེ་ང་ཚོ་སྨན་རྩིས་ཁང་ཨམ་གཅིག་གི་བདུན་ཕྲག་གཅིག་ཉིན་གཅིག་མི་གཅིག་ད་ཆུ་ཚན་ལ་བསྡད་ཟེར་དེ་འདྲས་གསུངས་ཀྱི་འདུག་དེ་སྔོན་མ་བདུན་ཕྲག་གཅིག་དེ་ཡིན་དེ་ག་ཚོད་རྩ་ཁག་ཏུ་ཚོ་ལ་བེང་མི་འདུག་དེ་ཕོ་བ་ལ་བལྟས་ཚེ་བེང་རྙེད་འདྲ་བོ་བྱེད་ཀྱི་འདུག་དེ་ནི་དེ་ཡིན་དུས། གཙོ་བོ་འདྲ་བོ་དེ་ད་དེའི་ཆུ་ཚན་འདི་དེ་རེད་ཞག་ག་ས། ཕོ་བ་གི། ཕོ་བ་གི་ད་མི་སེར་གྱི་ཁོ་རང་གི་ཆུ་སོ་སོ་ལ་ཁྱད་ཆོས་རེ་རེ་ཡོད་ཡིན་དུས་ད་མི་མང་པོ་གཅིག་གི་ད་དེ་འདྲས་ལག་ཏུ་ང་ཡི་སྔོན་མ་ཕོ་བ་ལ་བལྟས་ཚེ་ཡོད་དེ་དེ་སང་ད་ཕོ་བ་དེ་ལྟའི་སྒྲ་ཡིན་རབས་དེ་འདྲ་བྱེད་ཀྱི་འདུག་དེ་ཡིན་དུས། ཨ་ནི། ཕན་ནུས་ཆེ་ཤོས་དེ་འདི་ཕོ་བ་རེད་ཁ་ཤས་ཁ་ཤས་ཡང། འདི་གྲུམ་བུ་ལ་ཕན་གྱི་འདུག་ལབ་ཉེས་དེ་འདྲ་ཁ་ཤས་བྱུང་སོང་ལ་ཨང། བྱེད་དང།
དེ་གྲྭ་ས་ནས་ཡར་སླེབས་ཡིན་འབྲས་སྤུངས་ནས་སླེབས་ཡིན། ནི་མ་གིས་ལོ། ལོ་གཞོང་འདྲ་པོ་བྱས་ནས་ལོ་ཉི་ཤུ་སོང་བཅུ་སོང་ཆ་སོང་ཚར། ཨ་ནི་གྲྭ་སང་དང་གང་ཚན་དེ་ཚོའི་ལས་ཀ་དེ་གང་གང་ཚར་སོང། ཨ་ནི་གུང་སེང་དེ་བརྟག་དུས་བྱས་ནས་དེ་སླེབས་ཡིན་པ་ཨ་ནི་བྱེད་དང་ང་ཚོས། ནང་ཆོས་རྒྱུན་གཏན་ལོས་ཡར་བོད་ནས། བོད་ནི་གནའ་སྔ་མ་བོད་ནི་ནི་ཚྭ་ཆུ་ཡོད་རུ་བ། གནའ་སྔ་མ་ཡིན་པ་ཡིན་གནའ་སྔ་མ་སྔ་མ་ཡིན་པ་ཡིན་བོད་ཀྱི་ས་གནས་ག་ས་ག་ལ་ཡང་ཨ་ནི་ཚྭ་ཆུ་བསྲེས་དེ་ཡོད་རེད། ང་ཚོ་ཕ་ཡུལ་དེ་དང་འབའ་པ་ནི་རེད། དེ་ནས་ཡང་ཚྭ་ཆུ་ཡོད་རེད། ཚྭ་ཆུ་དེ་ཚོ་དེ་ཚྭ་ཆུ་རྒྱས་པ་ཡིན་ན། དེ་ནས་གཟུགས་པོ་གི་ད་ལྟ་ང་ཚོ་གི་གྲང་བ་ཡོད་རུ་བ། གྲང་བ་རིགས་ལ་ཕན་གི་རེད་ཟེར་གི་རེད། ཚྭ་ཆུ་དེ་ལ་ཡང་ཚྭ་ཆུ་ཁ་དོག་སེར་པོ་དམར་པོ་ཨ་ནི་དཀར་པོ་སོང་ཡོད་དུ་བ། ད་ལྟ་འདི་ཚྭ་ཆུ་དེ། གསལ་པོ་དེ་རེད་ལབ་ཀྱི་འདུག་ནས་དེ་གའི་མང་ཆེ་བ་དེ་གའི་ད་ལྟ་འདི་ནི་ཁ་བཞེས་ནས་སྔ་འགྱིང་འདུག་དེ་ནས་པགས་པའི་རིགས་ལ་ཕེབས་ཕན་གྱི་རེད་གསུངས་ཀྱི་འདུག་ཨ་ནི་ང་ཚོ་དེ་དང་ང་འདི་ད་ཟླ་བ་གཉིས་ཟིག་རེད་སོང་ཨ་ནས་ད་ལྟ་གཟུགས་པོ་ལ་གྲངས་གཞི་ལ་བལྟས་ཚེ་ཕན་གྱི་ཟུར་གྱི་འདུག་ང་ཅི་དང་གྲངས་གཞི་བལྟས་ཟིག་ཡོད་རེད་དེ་ནས་པགས་པ་ལ་བལྟས་ཚེ་ཕན་གྱི་ཟུར་གྱི་འདུག་ག་ཚེ་ངས་འདི་དང་པོ་ལྟོས་ཞེས་པ་ནང་ཚུད་ཚུད་དེ། ཨན་དེ་སོང་པས་ཡབ་བྲགས་སུ། དེ་ནས་མང་པའི་ལོ་དེ་བ་ཅིག་འདུག་རྒྱ་གར་གྱི་མང་པའི་ལོ། དེ། དེ་ངས་འདྲི་འདྲི་ཞིག་བྱས་པ་ཡིན་ན་ངས་དེ་སྒྲུང་གཏད་སུ་གོ་སོང། མང་པའི་ལོ་དེ། ད་ལྟ་ཁོ་ཚོ་ག་ཚོད་ར། ས་ཆ་དེ་ཅི་མ་གིན་འབངས་པའི་འུར་ལོ་ཡ་བོ་ནི་འདི་གི་གང་ལ་ཡང་འགྲོ་གི་འདུག། ག་ད་རིང་ནས་ག་རིང་ནས་ཅི་ལབ་གི་འདུག། དེ་ནི། དེ་རྣམས་ལ་ཡ་ད་ལྟ་བོད་ཟླ་བཞི་པ་སུ་འགྲོ་བ་ཡིན་ན། ཁ་མོ་མུ་ཏུག་ཆགས་སུ་འདུག་པ་འགྲོ་བ་ཡིན་ན་ཉི་མ་ཉི་ཤུ་རྩ་བཞི་བརྒལ་ན། ཨ་ནི་ཆུ་ཚན་དེ་གི་ལང་སང་ཁོ་རང་གི་རྟ་ཚན་ཡོད་རེད་ཟེར་ཁོས་རྟ་ཚན་མ་གླས་ཀི་རེད་ཟེར་ག་ཟེར་ན་ཁོ་ལ་བྲག་ཡ་འདྲ་པོ་ཡོད་ན་ཁོ་ལང་སང་ཆུ་ཚོད་གཅིག་ཟིག་བསྐྱལ་ས་དེ་ལ་ཡ་ཨ་ནི་གཅིན་པ་ཞེ་པོ་བབས་ཀི་རེད་ཟེར་ཡང་སྲིང་བ་སོགས་བབས་ཀི་རེད་ཟེར་དེ་ཡོད་དུས་ལ་ཡ་དེ་སྔོན་ལ་ཡ་ཁོ་ཤུག་དང་ཁོ་ཚོ་ཁ་ཤིང་འགྲོ་ཡོད་ས་རེད་ཁོ་ཚོ་དཔེ་ཡག་པོ་དྲག་འདུག་ཨ་ནི་ད་ནི་འདི་ལ་ཡ་ཕལ་ཆེར་གྲོང་ལ་ཕན་ཏན་ཏན་གྱི་བྱེད་ར་ཤག་ང་ལྕེ་ཐང་གྲང་ཤིང་ན་ས་ཡོད་དཔེ་ཡག་རེད་འགྲོ་སྲིད།
བོད་ཀྱི་བང་ཆེན་གྱི་དེ་ནི་དེ་ན་ད་ཆུ་ཚན་གུ་གུ་ལ་དེ་འདྲའི་དྲི་བ་བསྐུལ་ཡ་ཟེར་ང་ལ་གོ་སྐབས་གནང་པ་དེ་ལ་ཐུགས་རྗེ་ཆེ་ཟེར་ནས་ཞུ་ཡ་ཡིན། ད་རང་ངོས་འདྲེན་ན་ང་ཡིན་ན་ཤི་སྟངས་ཀྱི་མཚོ་པད་མར་འདོན་མཁན་ཡིན་སྔུན་ན། དེ་ནས་རྗེས་ད་ང་ཚོ་འབོམ་ཐེར་ལ་སྲིད་གཞུང། བློ་བཟང་སེང་གེ་ཀྱི་རྒྱུད་ནས་ང་ཚོ་དུ་ཏྲིག་ཞུ་དུས་ནང་སྲིད་ལས་འགུལ་བཅས་གང་དགའ་བྱས་ནས་ང་ཚོ་འདི་ལ་གསར་འབྱོར་ཡོངས་རྫོགས་ལ་འབོམ་ཐོར་ལ་ཁོམ་པ་ར་ཡ་རེད་གི་ས་ངམ་འབོམ་ཐོར་ཡིག་ཆ་ནས་སྡོད་སྡོད་ནས་ཆུ་ཚད་འདི་ཀོ་ལེན་ན་ང་ལོ་རེ་རེར་ཐེངས་མ་གཉིས་རེ་ཚེ་སྲོང་རེ་ཚེ་ད་དེ་ཐག་གནས་པོ་ཡོང་ཟེར་ན་ག་དུས་ཡིན་ན་ཡོང་སྡོད་ཀྱི་ཡོད་ང་རང་ལ་དམིགས་བསལ་གྱི་ག་རེ་ཕན་སོང་ཟེར་ན་སྔོན་ན་ང་ལ་སྦ་བ་སི་རི་ཟེར་ནས་གཅིག་འདུག་ཨོ་དེ་ཡོད་དུས་དེ་ད་དེ་ལ་དཔེ་ཕན་གྱི་འདུག་སྦ་བ་སི་རི། དེ་ནས་ད་གྲངས་ཡིག་གི་ན་ཚ་རེད། དེ་ནས་དེ་ཚིག་དེ་ཚོ་དོ་རེད་དེ་ནས་པགས་པགས་གི་ན་ཚ་རེད། དེ་ཚོ་ལ་ཕན་ཐོགས་ཆེན་པོ་བཞི་པོ་འདུག་ང་རང་ལ་འདུག་གཞན་དག་ག་དེ་འདྲ་འདུག་ལབ་གི་འདུག། དེ་ནས་མི་སྲིད་གི་ད་ཁྱོད་དེ་མང་པོ་འཐུས་དུས་ནས་པགས་ན་ཚ་དེ་ལས་དཔེ་ཕན་གི་འདུག་མང་པོ་འཐུས་ནས་དེ་འདྲ་ལབ་གི་འདུག།
ད་ཕྱི་ཚེས་འདིར་སྤྱི་བཏང་གི་ཚོང་དམག་གི་རྐང་པ་དང་སྐེད་པ་ན་ས་ཐིག་གི་འཕན་པོར་བཞུད་ལ་གུ་དོ། ད་ང་དལ་དེ་ནས་ཕ་ཁྱེད་ལོ་ལྔ་གྲོགས་སུ་འགྲོ་ཡོད་ཕྱིར། ལོ་རེ་རེར་ཟླ་བ་གསུམ་རེ་གཉིས་རེ་དེར་བསྡད་ཀྱི་ཡོད། ད་མི་སྲིད་གི་སྐེད་པ་དང་པུས་མོར་འཕན་སང་ས་སྤྲ་མོ་ཁྱེད་རེད་མ་ཐེར། ཕོ་ཧ་ན་ཚ་ལ་བཙོས་དགོས་རུ་ད་དེ་དཔེ་མ་སྲིད་ལས་ཀྱི་འཕན་ཐུང་འདུག་སང་ས་ན་རེད་འདུག། འདི་ནི་ང་གི་ངོ་ཤེས་པ་ཁ་ཤས་ཡོད་ཁོང་ཚོ་ལ་ཕོ་ཧ་ནད་ཀྱི་ཡོད་ནི་ཡོད་རེད་བ། དེ་སོག་གི་བཟོ་པོ་ཁྲོད་ཆ་ཚ་བོ་དེ་འདྲ་མཐོང་དེ་འདྲ་བྱེད་དུས་སྐབས་སུ་ལ་དཔེ་ཕན་པོ་འདུག་ལ། སོ་སོ་ཡིན་ན་ད་ལྟ་ད་ཕོ་ཧ་ལ་ཁྱེད་བཟོ་དགོས་རེད་ཁོ། ཏའེ་སི་ནད་ཀྱི་འདྲ་བཟོ་དགོས་ཕོ་ཧ་སྐྱོ་བོ་འདྲ་བྱེད་ཡོད་རེད། ད་འདི་ལོ་ལྔ་དྲོ་ཟེར་རེད་ཐེབས་དུས་སྐབས་སུ་ལ། ད་ལྟ་ཁ་ལག་ཡག་པོ་སྲ་འདུག་ཁ་ལག་ཞོ་ཡག་པོ་ཞུ་གི་འདུག་ད་གཙོ་བོ་ཕོ་ཧ་གི་མེ་དྲོད་དེ་ལ་ཕན་གི་ཡོད་ཟེར་རེད་བ། ཡིན་དུས་ཁ་ལག་ག་ཚད་སྲ་བ་ཡིན་ན་ཁོ་ལམ་སོང་ཞི་འགྲོ་ཧ་ཅིག། དེ་ཕན་ཐོགས་ཞི་བས་འདུག་བསམ་གྱི་འདུག་ད་ཡང་བྱེ་ཐང་གི་བཟོ་པོ་འཕྲོད་མི་འཕྲོད་ཡིན་རྒྱུ་ལ་ཁ་ཤས་ནི་ཡང་རྐང་པ་ན་ཚ་དང་སྐེད་པ་ན་ཚ་དེ་སོགས་ལ་དཔེ་ཕན་པོ་བྱུང་སོང་འདྲ་བོ་ལབ་གི་འདུག་ཚོ་སོགས་ན་ནི་པུས་མོ་དང་སྐེད་པ་ལ་ཞི་དྲག་ཕན་སང་སང་བྱེད་མོ་རེད་མ་དེ་ད་ཕོ་ཧ་ན་ཚ་ལ་དངོས་ནས་སྨན་སྨན་རེད་ཤི་དཔེ་མ་ཚུགས་ཡག་པོ་ད་སྔར་ལས་ལོ་མང་པོ་ན་བྱེད་རེད་ཟླ་བ་གསུམ་རེད་བརྒྱད་རེད་སྔར་དང་བསྡད་ཀྱང་རུང།